སི་ཁྲོན་དཀར་མཛེས་ཁུལ་འབའ་ཐང་རྫོང་རྫོང་རྩ་གྲོང་རྡལ་དུ་ཆགས་པའི་མཛེས་མཛེས་དགོན་པ་ཚོའི་ནང་ལོ་ངོ་ཉིས་བརྒྱ་ལྷག་གི་ལོ་རྒྱུས་ཏེ། དེ་རིང་བྲི་བཞོན་གླུ་བའི་ནང་ན་ད་བར་ཆོས་ཀྱི་སྒྲ་དབྱངས་མཆེད་པའི་ཞིང་ཁམས་འདི་རུ། རྫ་ལི་གསར་པས་བརྒྱན་པའི་མཚོ་ཆེན་འདུ་ཁང་ཆེན་མོ་ཞལ་བཞེས་ལས་འབྲས་ཞུ་བའི་མཛད་སྒོ་གཟབ་རྒྱས་ཤིག་སྤེལ་བ་གྲ་སྒྲིག་བྱེད་བཞིན་ཡོད།

ཧ་ལས་པ་ཡི་རེད་ཅེས། ཉིས་སྟོང་བཅུ་དགུ་ལོའི་མཛེས་མཛེས་དགོན་པའི་འཚོ་བྱེད་འདུ་ཁང་གི་སྒྲིག་ཆས་མང་པོ་རྙིང་པ་འགྱུར་བ་དང་བསྟུན། དགོན་པའི་འཚོ་བྱེད་འདུ་ཁང་ཆེན་མོ་ཞལ་བཞེས་བྱ་རྒྱུ་ཡི་དྲིལ་ཐག་བཅད། དེ་ལྟའི་རྒྱ་མཚན་འདི་དགོན་པའི་དོ་དམ་ཨུ་ལྷན་གྱི་ཀྲུའུ་རེན་ཡིན་པས། འཚོ་བྱེད་འདུ་ཁང་ཆེན་མོ་ཞལ་བཞེས་ཀྱི་ལས་ཀ་གོ་རིམ་ལྡན་པའི་ངང་སྤེལ་ཆེད། མ་གཞི་ལོ་གསུམ་ནང་ཐེ་རི་རྒྱས་པའི་ལས་འགན་དེ་ཁོང་གིས་ལོ་བདུན་ལ་ཁག་བགོས་ཞུས། ས་འདི་བརྗེས་པའི་མཚོ་ཆེན་འདི་ཁོང་གིས་ལོ་ཟླའི་རྒྱལ་སྲིད་རེ་རེའི་ཁ་གསབ་བྱས་ཤིང། ལྷ་སྐུ་བཞེས་པའི་ཐད་ནས་སྲོལ་རྒྱུན་གྱི་ཆོས་ཆོས་བརྒྱུད་འཛིན་བྱས་ཡོད་ཀྱང། མཆོད་འབུལ་བྱེད་པའི་ཐད་ནས་མར་གྱི་མཆོད་མེ་སྒྲོས་པའི་ལུགས་སྲོལ་བརྒྱུད་ནས། དེང་རབས་ཀྱི་གློག་རྡུལ་སྒྲོན་མེ་ས་དང་བཀོད་སྒྲིག་བྱས་པས། མེ་ཤུལ་གྱི་ཉེན་ཁ་རྩ་བའི་ཆ་ནས་སེལ་བར་འབད་འཐབ་བྱས་ཡོད། ནས་ཐུ་ལྷུག་ལྷུག་ཏུ་འཕྱུར་བའི་སྒྲ་དབྱངས་དང། བརྩེ་གཞུང་ཐིག་ཐིག་གི་གནས་པའི་བདེ་སྒྲ་གཉིས་ནི། ཞོགས་པའི་དུས་འདིར་སྙིང་སྤྲོ་རོལ་དབྱངས་ཀྱི་འགྱིག་ཁུག་སྙན་མོ་དྲིལ་ཡོད་ལ། མཚོ་ཆེན་འདི་ཁོག་གི་རང་གནས་མཛེས་སྒོ་ལ་ཁ་ཐུག་ཡག་མོ་བྱ་ཆེད། རྒྱ་མཚན་འདི་ནམ་ཡང་བྲེལ་ཟིང་གི་ཁྲོད་ན་གནས་ཡོད། གཟའ་གཞོན་ཐུ་ཞོ་ལ་མཚོ་ཆེན་འདི་ཁོང་གི་སྐྱེ་བ་མཐའ་དག་ལེགས་པར་འབྲི་བཞིན་ཡོད་པས་ཁོང་ལ་མཚོན་ན།

གཞན་དག་ལས་ཁ་ཕྱེ་མེད། བརྟན་ནས་འཇུག་པ་སྐྱེ་རུ་འོ་ལཱ་སུ་ལཱ་སུ་ལཱ་སུ། གློ་བུར་དུ་སྒྲ་དོན་འདྲིས་ཆེ་ལ་གནད་དོན་ཞུ་བ་དེས་རྒྱ་མཚོས་ཀྱི་ལས་ཀ་གོ་རིམ་ལྡན་པའི་ངང་སྤེལ་བར་གནས་པ་བཟོས་སོང། སྒྲ་དོན་འདྲིས་ཆེ་ནི་གླུ་ལུང་གི་དབང་གིས་ཤེས་ཐབས་མེད་པ་གཅིག་པས། རྒྱ་མཚོས་ཀྱི་འཇུག་པའི་ཕྱི་ནས་སྒྲ་དོན་འདྲིས་ཆེ་གཞན་ཞིག་མི་གཡར་ཐབས་མེད་གྱུར། སྒྲ་དང་དྲི་ཆེ་དུས་དང་འགྱུར་མ་ཐུབ་པས་རྒྱ་མཚོའི་མཐུ་གཏིང་ནས་མ་བསྡུས། རྒྱུ་མཚན་ནི་མཛད་སྒོ་འགོ་ཚུགས་ལ་ཉེ་བས། ཁོང་གི་གྲ་སྒྲིག་ཚང་མ་དུས་ལྟར་སྒྲུབ་ཐུབ་རྒྱུ་མ་རེད་སྙམ་ནས་ཐུགས་ཁྲལ་ཞུ་བ་རེད། ཏཱ་ལའི་བ་ཤི་ལ་དགྲ་གཏོང་སྒྲིག་ཆས་མཐར་བདེ་ལ་ངང་ཕྱི་ཡོང་བ་དང་རྒྱ་མཚེས་དང་ལ་ཙྪ་དགེ་རྒན་ཚོས་ཚད་གཞི་བ་དང་ཚེ་ཏཱ་དང་བཞི་ཞེས་བཤད་པའི་གླུ་བརྒྱུད་པའི་སྒྲ་གྲ་མ་དང་མཚུངས་མེད་ཐུགས་སྲས་བདེ་ལ་བ་དྷི་སོང།

དེས་ན་མ་ཅིན་ཆོས་མེད་མོང་པོ་ཤེས་ཀྱིས་བློ་བདེའི་བུང་རི་སྒར་ནས་རྫུན་ཁྲི་བཏོན་པ་དང་འདྲ། འཚོ་བྱེད་དབུ་འཛིན་གྱི་སྣེ་ཁྲིད་འོག་ལ་འདི་ཁོང་གསར་པའི་ནང་གི་ཆོས་གྲྭ་ཐོག་མ་ལྷུང་ལྷུང་དུ་གྲགས་ཡོང་བས། དེ་ནི་རྫས་འཛིན་དགོན་པའི་ཆོས་ཀྱི་སྒྲ་དབྱངས་གསར་པ་ཞེས་བསྒྲུབས་པ་ཡིན་ཏེ། སོ་བརྒྱུད་སོ་བཀོད་ཀྱི་ཁྲོད་ནས་གསར་གཏོད་བྱས་པ་ནི་ཉང་ལེ་ལ་འབད་བརྩོད་གནང་བ་ཞིག་ཅི་ལ་མིན།
དགོན་པ་གསར་བ་འདི་བཀོད་ཐུབ་ནས་ནི་ང་ཚོའི་གྲྭ་བ་གཞོན་ནུ་འདྲ་རེ་བུ་མོ་གཞོན་ནུ་འདྲ་ལ་ཚོང་མ་ཁུ་ཁུ་ཁུ་སེང་ཁྲི་མེད་མཁན་རེད་དོན་ངོ་མ་དགོན་པ་གཞོན་ན་དེ་ཟ་ཟ་བསྡད་མཁན་འདྲ་གོམ་པ་བཙེམ་མེད་མཁན་འདྲ་གླུ་མེད་མཁན་ཆུ་མེད་མཁན་འདྲ་གཞོན་རེད་ཨ་ལེ་འདྲ་གཞོན་ན་གླུ་གཞོན་ན་ཆུ་གཞོན་ན་ཚོང་མ་དགུ་ལས་ཡག་པ་རེད་དོན་རེད་ཨ་ན་འདྲ་བུ་མོ་གཞོན་ན་ལ་ཨ་ན་ཆོས་ཚུགས་ཀྱི་འོ་ན་ལ་སེང་ཁྲི་གཞོན་མ་རེད་གོས་ར་གོས་ས་གཞོན་ན་གོས་རྫ

བློ་རིག་དོན་ལྡན། ལྷག་པར་འབྲས་བུ་མཁྱེན་པའི་རྒྱ་མཚན་ཡང་གནས་སྐབས་སུ་ཚིག་དང་བ་ཕས་ཤོང་སྟེ།
མིང་འདི་ཀྱི་ཚེག་ཞྭ་ཕོ་མོ་ཐམས་ཅད་ཤེར་ཞིང་གནས་པའི་ནོངས་པ་དེ་ལ་གཟིགས་ཀྱི། ཁོས་ཀྱང་རང་གི་སྒྲིབ་པ་མྱོང་ལས་ཀྱི་མིག་ཡུལ་གཙོ་བོ་འདི། བསྟན་པའི་རྒྱན་གྱུར་སྣང་ལ། རོ་རང་སོ་སོའི་དེ་འདི་དང་མཚུངས་པའི་ཁོ་ཡི་མྱོང་དགའ་བ་ཞེས་བྲི་རྒྱུ་དེ་ཡིན་པ་གཞི་ནས་རྟོགས་སོང་བ་རེད།

སྒྲིབ་པ་མྱང་ལས་ཀྱི་མགོ་ས་བ་བཙོང་པ་ཞིག་ཏུ་གྱུར། ཤེས་རབ་ཀྱི་མེ་ལྕེ་འདི་ཀླུ་ཀུན་མཁྱེན་མའི་ཡིད་ཀློང་ན་ལང་ལོང་གི་འོད་སྣང་འཕྲོ་ཞིང། དེ་ཡི་རྒྱ་མཚོའི་དང་མཛེས་མཛེས་གྱོན་པའི་དགེ་འདུན་རྣམས་ལ། རྒྱལ་བའི་དགོངས་པ་ཐོས་བསམ་གནང་བ་དང་འགྲོ་བ་ལ་ཕན་བདེ་སྐྲུན་པ། སྒྲིབ་པ་མྱང་ལས་རིག་ནས་སྐྱོང་བ། འཇིག་རྟེན་ཡོངས་ལ་འགེལ་བཤགས་གནང་བ་སོགས་ཀྱི་འགྲེལ་ལུང་རིན་མོང་གནང་བས་རྒྱས་པ་རེད།